ཡིན་ནི་ཡོད་མ་རེད་ད། ལམ་རིམ་ཆེན་མོ་འདི་ལ་དངོས་གནས་ད་ཡིད་དབང་འཕྲོག་ཡ་འདྲ་བྱེད་པ་རེད་ད། ལམ་རིམ་ཆེན་མོ་འདི་ཡིན་ན་ད་ལམ་རིམ་ཆེན་མོ་འདི་དང་སྔགས་རིམ་ཆེན་མོ་འདི་ད་དངོས་གནས་སྤྱན་ལམ་སྤྱན་ལམ་མའི་མདོ་སྔགས་ཀྱི་བཅུད་ཕྱུངས་པ་ཞིག་རེད་ད་དེ། འདི་གཉིས་ལ་འདྲིས་ཆ་དང་འདི་གཉིས་ལ་གོ་བ་ཡག་པོ་ཆགས་པ་ཡིན་ན་ད་དངོས་གནས་ད་གཞུང་ཆེན་པོ་ཟེར་མཁན་དེ་ད་ད་འདིའི་ལམ་ཧྲིལ་དུ་འདུས་འགྲོ་རེད་ད་དངོས་གནས། གོང་དུ་ཞུས་པའི། དེ་ནི་ཆེ་བའི་ཡོན་ཏན་བཞི་སེང་གེ་བརྒྱད་དང་ཁྱད་ཆོས་ཆེན་པོ་གསུམ་སེང་གེ་བཞི་དོ། འོ་འདི་ཡང་ཕལ་ཆེ་བས་ང་རང་ཚོ་དེ། ཅི། དད་ལམ་ཉོན་ལམ་ལ་སོགས་པ་ཕན་ལམ་རིམ་ཕལ་ཆེ་བས་ལའང་ཡོད་རེད། འོ་དེ་ནི་རིགས་ཚོགས་དེ། ང་རང་ཚོ་བྱམས་ཆོས་དེ་ང་ལ་འདི་དག་ལའང་ཚང་གི་མ་རེད་ཚོ་ཚང་གི་ཡང་མ་རེད་དེ།

དབུ་གཙུག་ཏུ་བྱེད་ཀྱི་ཡིན་ད་ལ། འོ་འདི་ལྟ་བུ་ད་བྱུང་ཆོག་ཆུང་ན་འདོན་ཚོད་ལ་ད་ང་རང་ཚོ་སློབ་ཚན་ཡང་ནང་པ་འདྲ་བོ་ཞིག་ཐོག་ལས་འགྲོ་རྒྱུ་མ་འགྲོ་ཞེས་སྤྱི་བཏང་འདྲ་བོ་བྱས་ནའང་ད་འདི་བཀའ་གདམས་ང་རང་ཚོ་འདི་ཇོ་བོ་བཀའ་གདམས་གསར་མ་ཟེར་ན་འདྲ་ལྕེ་བླ་མ་ཙོང་ཁ་བ་ཆེན་པོའི་ཆོས་བརྒྱུད་འདོན་ཚོད་ལ་ད་ནི་ལམ་རིམ་ཡིན་ནའང་འདྲ་དེ་ཆེན་གཅིག་ཨོང་ཁྲིད་མན་ངག་ལུང་ག་འདྲ་ཅིག་ཡིན་ནའང་སྔོན་འགྲོའི་ཆོས་འཆད་ཟེར་དུས་ག་ལ་སྐྱེས་བུ་གསུམ་ནི་ལམ་གྱི་རིམ་པ་དང་བྲིས་བྱས་བྱས་ཆ་ཚང་བ་ཅིག། གཞན། ཅིག་རྟ་ལྕག་ཆུང་ཚོང་འདྲ་བོ་དེ་འདྲས་དང་ཅིག། ཚེ་དབང་འདྲ་བོ་དེ་འདྲས་རྒྱལ་ནང་ཕྲ་མོ་དེ་འདྲས་བྱེད་པ་ལ། སྐྱེས་བུ་གསུམ་གྱི་ལམ་གྱི་རིམ་པའི་སྒོ་ནས་དེ་ནི་ཅིག་སྔོན་འགྲོའི། སྔོན་འགྲོའི་ཆོས་བཤད་ཟིན་གི། ཞི་བ་བྱེད་གི་དེ་ནི་བས། གནད་འགག་ཆེན་པོ་ཞི་བ་བརྩི་གི་རེད། དངོས་གཞི་ལས་ཀྱང་སྔོན་འགྲོ་ཟིན་གི་དེ་ད། དངོས་གཞི་གནད་དེ་འགྲོ་དང་མ་འགྲོ། དེ་སེམས་ལ་བློ་དེ་ནི་རང་གི་རྒྱུད་དང་ཟུང་འབྲེལ་ཐུབ་དང་མ་ཐུབ་བློ་ལ་ཕན་དང་མ་ཕན་ཟིན་གི་དང་ཚུལ་སྔོན་འགྲོ་ལ་རག་ལས་གིར་བྱེད་ཅིག་སྔོན་འགྲོ་དེ་ལ་བས། ཞོལ་པོ་གཅིག་གིས་ཐོངས་ཆེན་པོ་ཞོལ་པོ་གཅིག་བྱས། དེ་ནི་གཅིག་ལམ་རིམ་ཆེན་མོ་ལ་སོགས་པ་འདི་འདྲའི་སློབ་སྦྱོང་འདྲ་པོ་ལམ་ལ་ཁ་ཁྲིད་ཅིག་གཞུང་ཁྲིད་འདྲ་པོ་ག་འདྲས་བྱས་ནའང་དོན་ཚོ་ཨུ་ཚུགས་པར་བྱེད་པ་ལ་མངལ་ན་སྔོན་འགྲོའི་ཆོས་བཤད་དེ་སྐྱེས་བུ་གསུམ་གྱི་ལམ་གྱི་རིམ་པ་དེ་ཆ་ཚང་བ་འདྲ་པོ་ཅིག་ཡག་པོ་ཅིག་མ་ཆ་ཚང་ཅིག་མ་འདར་ལ་བྱང་ཆུབ་སེམས་འཕགས་ཏོ། ཨ་ནི་བཞི་ནི། དེ་ནི་གཅིག་གཞུང་དེ་ཨུ་ཚུགས་ཚོ་འདྲ་པོ་དེ་འདྲས་འདྲ་པོ་ཅིག་དེ་འདྲས་འདྲ་པོ་ཅིག་ཐོག་ལས་ཅི་དང། དེ་འདྲས་འདྲ་པོ་ཅིག་ཐོག་ལས་འགྲོ་དགོས་ཡ་དེ་འདྲས་འོ་རེད།

ཨ་དེ་བ་ཡིན་ན་སྣོད་ཁ་བོར་བ་དང་འདྲ་བ་སྣོད་ཁ་བོར་བའི་ནང་དུ་ད་ནི་བཅུད་བཟང་པོ་ག་འདྲས་ཞིག་བླུགས་པ་ཡིན་ན་ཁོ་ནང་དུ་འགྲོ་གི་མ་རེད་ཚང་མ་ཕྱི་ལ་བོར་འགྲོ་གི་རེད་བ་འོ་དེ་ལྟ་བུ་མ་ཡིན་པ་ཨ་ནི་ལུས་ཆུ་འདྲེས་དུས་དེ་ན་ཡང་སེམས་གཞན་དུ་གཡེང་སྣང་བ་གཞན་དུ་གཡེང་བྱས་བྱས་དེ་འདྲས་བསྡད་བ་ཡིན་ན་རང་གི་སེམས་རྒྱུད་ལ་གང་ཡང་ཨ་ནི་ཁོ་སེམས་ནང་ལ་འགྲོ་གི་མ་རེད་སེམས་ནང་ལ་ཟུག་གི་མ་རེད་སེམས་ནང་བསྡད་གི་མ་རེད་བ་འོ་དེ་འདྲས་མ་ཡིན་པ་ཨ་ནི་བས་ད་ནི་སྣོད་ཁ་བབས་པ་ལྟ་བུ་སྐྱོན། སྣོད་དེ་ནི་ཞབས་བརྟོལ་བ་ཟེར་ན་གལ་སྲིད་སྣོད་ཀྱི་ནང་ལ་བཅུད་བླུགས་པ་ཡིན་ན་སྣོད་ཞབས་བརྟོལ་དེ་བ་ཡིན་ན་ནི་བཅུད་ག་འདྲས་བླུགས་པ་ཡིན་ན་སྣོད་ཀྱི་ནང་དུ་བསྡད་གི་མ་རེད་འགོ་འཛག་འགྲོ་གི་རེད་བ་དེ་ནང་བཞིན་བྱས་བྱས་ཨ་ནི་ཅིག་ང་རང་ཚོས་གང་ཐོས་པ་དེ་ཉིད་དྲན་པས་མ་བཟུང་བ་བྱས་བྱས་དེ་ནི་ཇི་སྙེད་རྐུན་པོ་ལག་ཏུ་བཏང་བྱས་བྱས་འོ་དོགས་བྱས་བྱས་ཡ། ད་ནི། ཡང་ནས་ཡང་དུ་སྐྱོར་སྦྱངས་དང་ཡང་ནས་ཡང་དུ་དྲན་པ་བརྟན་བཅས་སྦྱིན་སྲེག་མ་བྱས་པ་ཡིན་ན་ཡང་གང་ཐུལ་བ་ཐམས་ཅད་ནི་ཡང་དེ་ཞུ་ག་ལི་དུས་གང་ཡང་བསྟན་རྒྱུ་མེད་དེང་གི་ནུས་ཞབས་དུལ་བའི་ནང་ན་བཅུད་བླུགས་པ་དང་འདྲ་བ་ཅིག་ཆགས་འགྲོ་གི་རེད་བ་བ་དེ་འདྲའི་ཆགས་འགྲོ་གི་རེད་དེ་འདྲའི་ཡང་མ་ཡིན་པ་དེ་འདྲའི་མ་ཡིན་པ་ཡང་ནས་ཡང་དུ་དྲན་པས་བརྟན་ཡང་ནས་ཡང་དུ་སྐྱོར་སྦྱངས་ཟུང་འབྲེལ་དཔེ་ཀློག་འོག་མདོ་འཛུགས་དང་ཁ་མ་བྲལ་བ་བྱེད་རྒྱུ་དེ་ཤིན་ཏུ་ནས་ཀྱང་གལ་ཆེན་པོ་རེད་བ་ཡང་ནུས་ཟེར་ནི་པའི་རུལ་སུངས་འདྲ་བོ་ཅིག་དྲི་མ་ཅན་འདྲ་བོ་ཅིག་སྣོད་ཀྱི་ནང་དུ་ཟས་ལྷག་མ་བ་དེ་འདྲའི་ཟས་རུལ་བ་ལ་སོགས་པ་དེ་འདྲའི་ཡུན་གྱི་སྣོད་རུལ་སུངས་ཅན་དེ་འདྲའི་ཅིག་གི་སྣོད་མི་གཙང་བ་ཅིག་གི་ནང་དུ་བཅུད་བཟང་པོ་འོ་མ་ལ་སོགས་པ་དེ་འདྲའི་བ་དེ་འདྲའི་བཅུད་བཟང་པོ་ག་འདྲ་ཞིག་བླུགས་པ་ཡིན་ན་ཁོ་ལོངས་སྤྱོད་དུ་རུང་གི་མ་རེད་པ་ཁོ་སྣོད་མི་གཙང་བ་ཅིག་ནང་དུ་བཅུད་དེ་བླུགས་པ་ཡིན་ཙང་ཁོ་སྣོད་མི་གཙང་བ་ཡིན་ཙང་དེའི་སྐྱོན་ཚན་གཅིག་པུ་ལོངས་དུ་སྤྱོད་རུང་གི་མ་རེད་པ་དཔེར་དེའི་ནང་ཤན་ཕྱེད་ཅིག་ཡང་དེ་ནས་ཅིག་གོང་འོག་གི་སྐྱོན་གཉིས་པོ་དེ་མེད་ན་ཡང་ཡང་སྣོད་དྲི་མ་ཅན་ཨོ། དེ་ནས་སྣོད་དྲི་མ་ཅན། ཅིག། ད། གར་སོགས་ཀུན། ཅིག། ད། འཇིག་རྟེན་ཆོས་ཀྱི་བསམ་པ་འདྲ་བོ། ཅིག། ཨོ། དེ་འདྲའི་གཅིག་གྲགས་པ་མཐོང་འདོད་འདྲ་བོ་གཉེར་བྱེད་ཅིག། གཉིས་པ་འདྲ་བོ་གྲགས་པ་འདྲ་བོ། ཨོ། དེ་འདྲའི་དོན་གཉེར་བསམ་པ་འདྲ་བོ། ད། མཁས་འདོད་གྲགས་འདོད་གཉེར་འདོད་འདྲ་བོ་དེ་འདྲའི། འཇིག་རྟེན་ཆོས་ཀྱི་བསམ་པ་འདྲ་བོ་དེ་འདྲའི་ཞིག་གིས་ཀུན་ནས་བསླངས་ཏེ། ཡང། འདི། སློབ་སྦྱོང་བྱེད་པ་ཡིན་ན་ཡང་ད་དེ་སྣོད་དྲི་མ་ཅན་གྱི་ནང་དུ་ཨ་ནི་བཅོས་བླུགས་པ་དང་འདྲ་བ་རེད་ཆོས་སུ་འགྲོ་གི་མ་རེད་བ་ཆོས་སུ་འགྲོ་གི་མ་རེད་ཁོ་རྩ་བ་དུག་ཡིན་ན་དེ་ལས་སྐྱེས་པའི་ཡང་ཁ་ལོ་མ་ཚང་མ་དུག་སོང་བ་རེད་བ་དེ་འདྲ་ཡིན་དུས་ཀར་རྩ་བ་འཇིག་རྟེན་ཆོས་བརྒྱད་དག་ཉིན་མོ་དུག་གསུམ་དག་དེ་འདྲའི་ཞིག་གི་ཀུན་ནས་བསླངས་བསྡད་པ་ཡིན་པ་ཡིན་ན་དེ་འདྲའི་ཞིག་གི་ཀུན་ནས་བསླངས་ཏེ་ཨ་ནི་ཐོས་བསམ་སློབ་གཉེར་བྱེད་པ་དང་ཆོས་ཉན་བཤད་བྱེད་པ་ཡིན་ན་ཡང་ད་ཁོ་ཡང་དེ་རྩ་བ་ཁོ་ར་ཐུག་ཡིན་པ་ཡིན་ཙང་དེ་ལས་སྐྱེས་པའི་ཡན་ག་ལོ་མ་ཚང་མ་འབྲས་བུ་གསུངས་པར་བརྩི་བ་ནང་བྱེད་བྱས་བྱས་ཡར་ཐོས་བསམ་སློབ་གཉེར་བྱས་པ་དེ་ཆོས་སུ་འགྲོ་གི་མ་རེད་བ། ཆོས་སུ་འགྲོ་གི་མ་རེད་བྱས་ཙང་ཀ་འདི་སྔོན་འགྲོའི་ཀུན་སློང་ཟེར་མཁན་དེ་གལ་ཆེན་པོ་ཞེ་བོ་སོང་བ་རེད། ཉན་བཤད་བྱེད་པའི་ཀུན་སློང་ཀུན་སྤྱོད་དེ་ཡག་པོ་ཅིག་འཁེལ་དགོས་བ་དེ་དག་གལ་ཆེ་ཤོས་འདྲ་བོ་ཅིག་གལ་ཆེ་ཤོས་ནང་ནས་ཆེ་ཤོས་འདྲ་བོ་ཅིག་དང་ཉན་བཤད་བྱེད་པའི་ཀུན་སློང་ཀུན་སྤྱོད་དེ་རེད་དེ་ཡིན་ཙང་སྣོད་དྲི་མ་ཅན་དུ་མ་མ་འགྱུར་བ། ཨ། དེ་ཙམ་དུ་མ་ཡིན་ན་ན་ཡང་དག་ཅིག། དེ་འདྲའི་འཇིག་རྟེན་ཆུ་སྐྱེས་བསམ་པ་འདྲ་བོ་དེ་འདྲས་དག་ཨ་ན་ཅེ། གྲགས་པ་མཐོང་དུ་སྙན་པ་དང་གཉིས་པ་གྲོང་དུ་སྙན་པ་དང་མཁས་འདོད་དང་གྲགས་འདོད་དང་སྙན་འདོད་དང་དེ་འདྲས་མཐོང་དུ་སྙན་པ་དེ་ཙམ་མ་ཡིན་ན་ན་ཡང། མཐོང་རྒྱ་ཆེ་ཙམ་ཐོས་རྒྱ་ཆེ་ཙམ། ཨ་ནི་དེ་འདྲའི་གི་ཅིག་རྣམ་པ་འདྲ་བོ་ཅིག་ཐོ་ལེ་ཐུ་ཙམ་སློབ་གཉེར་བྱེད་པ་ཡིན་ན་ཡང་དག་དེ། ཕལ་ཆེར། ཆོས་དེ་མཐུན་པའི་ཀུན་སློང། ཡོག་མ་རེད་བ་ཆོས་དང་མཐུན་པའི་ཀུན་སློང་ཡོག་མ་རེད་དེ་འདྲས་ཅིག་གི་ཀུན་ནས་བསླངས་པ་ཡིན་ནའང་ཉན་བཤད་བྱེད་པ་ལ་ཕན་ཡོང་བ་དེ་ཙམ་གས་ཡོག་མ་རེད་ལ་རང་གི་སེམས་ལ་ཕན་བའང་གས་ཐོག་གི་མ་རེད་ལ་རང་གི་སེམས་རྒྱུད་ལ་ཡང་གས་དེ་ཕན་གས་ཐོག་གི་མ་རེད་བ་དེ་ཡང་ཕན་ཐོག་གི་མ་རེད་མཚན་དུ་མཐོང་རྒྱ་ཆེ་ཙམ་ཐོས་རྒྱ་ཆེ་ཙམ་གོ་རྒྱ་ཆེ་ཙམ་བ་དེ་འདྲས་ཀྱི་ཅིག་དེ་འདྲས་ཙམ་ཅིག་ཆེད་དུ་སློབ་སྦྱོང་བྱེད་པ་ཡིན་ན་ཡང་ད་དེ་ཀུན་སློང་ནོར་ར་རེད་ཀུན་སློང་མ་འགྲིག་པ་རེད་བ་དེ་ལ་གུས་པ་དེ་ཙམ་ཡོད་མ་ལ་ཕན་ཡོང་དེ་ཙམ་ཡོད་མ་རེད་ལ་རང་རང་སེམས་ལ་གས་ཕན་གི་མ་རེད་བ་བ་དེ་འདྲའི་ཆེད་དུ་དེ་འདྲའི་ཀུན་སློང་ཅིག་ཁེལ་ན་ཡང་འགྲིག་གི་མ་རེད་བ་དག་ཅིག་ལམ་ལུགས་སྲོལ་འདྲ་བོ་གོམ་པའི་ལམ་ལུགས་འདྲ་བོ་ཅིག་དང་ལུགས་སྲོལ་འདྲ་བོ་ཅིག་དང་སྤྱིའི་སྤྱི་པའི་སྒྲིག་སྒྲིག་ཁྲིམས་འདྲ་བོ་ཅིག་དང་སྒྲིག་ལམ་འདྲ་བོ་ཅིག་དང་དེ་འདྲའི་འདྲ་བོ་ཅིག་ཐོག་ལས་ཡང་ཉེས་ཆད་བྱས་པ་ཡིན་ན་ད་དེ་ལ་གས་འབྲས་བུ་སེ་གས་ད་ཚེ་འདི་གང་ཅིག་དེ་རང་ཆེ་ཟེར་བ་ནང་བཞིན་རེད་ད་དེ།

ཐོས་གྲྭ་མང་ལ་སྒོམ་གྲྭ་ཉུང་བ་ཆོས་སྒྲིབ་སྲོང་བའི་རྒྱུ་ཟེར་བ་དེ་ཟ། འོ་འདི་འདྲའི་ཐོས་བསམ་སློབ་གཉེར་བྱེད་ཡ་དེ་མང་པོ་བྱས་སེམས་དང་ཟུང་འབྲེལ་མ་བྱས་པར་གྱི་རང་རྒྱུད་དང་ཟུང་འབྲེལ་མ་བྱས་པར་གྱི་ཉམས་ལེན་གནད་ལ་མ་ཁེལ་བ་ཡིན་ན་ད་དེ་ཕལ་ཆེར་ཐོས་པ་དེས་ཨ་རང་གི་སེམས་གྱོང་རུ་གྱོང་རུ་འདྲ་བོ་ཅིག་དང་སེམས་ཁྲག་རུ་ཁྲག་རུ་འདྲ་བོ་ཅིག་དང་དད་པ་དག་སྣང་ཆུང་རུ་ཆུང་རུ་འདྲ་བོ་ཅིག་འགྲོ་ཡག་གི་རྒྱུད་ལ་ཉེན་ཁ་ལ་ཡོད་རེད་བ་དེ་ཚོ་ཐུགས་བསམ་སློབ་གཉེར་ཟེར་ཡ་དེ་བྱེད་དགོས་པ་གཏན་འཁེལ་རེད་ངེས་པར་དུ་བྱེད་དགོས་རེད་མ་བྱས་ན་མི་འགྲིག་པ་ཅིག་རེད་ད། ཐུགས་བག་མེད་པའི་དགོངས་པ་དེ་ལག་ཐུམ་བྲག་ལ་འཛག་པ་དང་གཅིག་པ་ཟེར་བ་ནང་བཞིན། མ་བྱས་ན་མ་འགྲིག་མཁན་ཞིག་རེད། ཡིན་ན་ངེས་པར་དུ་བྱེད་དགོས་བ་ཅིག་དེ་བྱེད་པའི་ཚེ་ན་ཡིན་གཅིག་མིན་གཅིག་གཟབ་གཟབ་ཅིག་མ་བྱས་ན་ཡང་ཐུགས་བསམ་སློབ་གཉེར་ཟེར་བ་དེ་ཉོན་མོངས་པའི་སྙིང་པོ་ལ་འགྲོ་གི་ཡོད་དང་ཉོན་མོངས་པའི་གྲོགས་བོ་ལ་འགྲོ་གི་ཡོད་ཞུ་བོ་ཞུ་བོ་ཧ་གོ་ཡ་མ་རེད་བ། ཆགས་སྡང་རྨོངས་གསུམ་འཕེལ་ཡ་འདྲ་བོ་ཅིག་དང་ཨ་ནི་ཅིག་འོ་རང་གྱེས་ཐབས་གཞན་ཕམ་ཐབས་ལ་སོགས་པ་དེ་འདྲའི་གི་ང་རྒྱལ་ཕྲག་དོག་ལ་ཁེངས་དྲུག། འོ་འཁྲིག་པ་སྐྱི་གཡའ་ལ་སོགས་པ་དེ་འདྲའི་གི་ཆ་རྐྱེན་དང་རྒྱུ་འདྲ་པོ་ཅིག་ལ་ཕྱིན་པ་ཡིན་ན་ཡན་ལག་འདྲ་པོ་ཕྱིན་པ་ཡིན་ན་ད་དངོས་གནས་ཐོས་བསམ་སློབ་གཉེར་དེ་རང་ལ་ཕན་རྒྱུ་ཤར་ནས་གནོད་རྒྱུ་རེད་བ་དེ་ད་གནོད་རྒྱུ་རེད་དེ་ད་ཆུས་ཁོ་རང་བསམ་གྱི་མི་བསྐྱལ་བ་རེད་དེ་རང་གི་བསམ་པའི་ཀུན་སློང་གི་དངོས་གནས་ཐུག་ཏུ་འགྲོ་ཡ་ཉེན་ཁ་ཆེན་པོ་ཡོད་རེད་བ་ཐུག་ཏུ་འགྲོ་ཡ་དངོས་གནས་ཉེན་ཁ་ཆེན་པོ་རེད་དེ་བྱས་ཙང་ཀ་ཀུན་སློང་ཟེར་མཁན་དེ་བྱས་བླ་མ་ཡབ་སྲས་ཀྱི་དེ་ནི་ཆོས་བརྒྱུད་འདྲ་པོ་འདི་ལ་ཀུན་སློང་ཟེར་མཁན་དེ་ག་དུས་ཡིན་ན་ཡང་ད་པས་ཐོག་མཐའ་གཉིས་ལ་བྱ་བ་གཉིས་སྲུང་བྱེད་བཀའ་གདམས་པ་བླ་མ་རྣམས་ཀྱི། ཞུ་བོ་ཅིག་སོང་གི་རེད་བ། དེ་ད་ང་རང་ཚོ་སེམས་རྒྱུད་བཟང་པོ་ཅིག་གི་ཁྱིའི་ཆེད་ཆེད་སློབ་གཉེར་མ་བྱེད་པ་ཡིན་ན། མཐོང་རྒྱ་ཆེ་ཙམ་ཐོས་རྒྱ་ཆེ་ཙམ་ལམ་ལུགས་སྲོལ་འདྲ་པོ་དང་གོམ་པའི་དྲེག་དྲེག་ལམ་འདྲ་པོ་ཅིག་དང་བླ་མ་ལས་ནི་ངོ་སྲུང་འདྲ་པོ་ཅིག་དང་དགེ་རྒན་གྱི་ངོ་སྲུང་འདྲ་པོ་དེ་འདྲའི་གི་ཁོ་ནའི་ཆེད་དུ་ཐོས་བསམ་སློབ་གཉེར་གནང་གིན་ཞུགས་པ་ཡིན་ན། ཁྲལ་འདྲ་པོ་ཅིག་རྣམ་པའི་ཐོག་ནས་གོམ་པའི་ཁྲལ་འདྲ་པོ་ཅིག་དང་དེ་འདྲའི་ཅིག་དྲེག་ལམ་འདྲ་པོ་ཅིག་དེ་འདྲའི་རྣམ་པའི་ཐོག་ནས་ཐོས་བསམ་སློབ་གཉེར་བྱེད་གིན་བསྡད་པ་ཡིན་ན་ཁྱེད་ལས་གྱོང་ཆེ་གི་རེད་དེ་དེ།

ཀུན་སློང་བཟང་པོ་ཁྱེད་ཀྱིས་ཀྱི་ག་དུས་ཡིན་ནའང་རང་གི་སེམས་རྒྱུད་དང་ཟུང་འབྲེལ་བྱས་ནས་ཨ་ཕན་མ་ཕན་ཞེས་སྤྲད་བྱས་ཀྱི་ད་ཁོ་ར་མ་ལས་སོ་སྐྱར་དགོས་མིན་དུ་རང་གྱབ་བྱས་ཀྱི་དུས་དང་རྣམ་པ་ཀུན་ཏུ་དེ་འདི་ཀུན་སློང་བསམ་བློ་བཏང་བྱས་ཀྱི་ཟབ་ཡབ་ཟབ་ཟབ་བྱེད་རྒྱུ་དེ་ཧ་ཅང་ནས་ཀྱི་གལ་ཆེ་བོ་རེད་བྱས་ཙང་ཁ་ང་ཚོ་སྤྱོད་འཇུག་རེད་ལམ་རིམ་རེད་འདོན་ཚོ་ད་གཞུང་ཆེན་པོ་ལས་ལྷག་པ་ཅིག་ཡོད་ད་མ་རེད་དེ། ཡོད་ད་མ་རེད་དེ་སྤྱོད་འཇུག་རེད་ལམ་རིམ་རེད་འདོན་ཚོ་ད་ཟུང་འབྲེལ་བྱས་ནས་ཡང་ནས་ཡང་དུ

ཨ་ནི་དེ་འདྲའི་མང་ལ་སོགས་པ་ཞིག་རྩིས་ཡོད་ན་དེ་ཁོ་གཉེན་པོ་ཆགས་ཀྱི་མི་འདུག་པས་དེ་ནང་བཞིན་བྱས་བྱས་སྡིག་ཅན་ཆོས་ཀྱི་མཐུས་ཡང་ཟེར་གྱི་འདུག་སྡིག་པ་ཆེན་པོ་ཚ་མིན་ལ་སོགས་པ་དེ་འདྲས་དེ་འདྲས་བྱས་དེང་གི་སྡིག་ཅན་དེ་འདྲས་ཡིན་ན་དམ་པའི་ཆོས་ལམ་རིམ་འདི་ལྟ་བུ་ལ་བརྟེན་ནས་ཐུགས་རྒྱུད་ཡོད་རེད་ད་ང་རང་སུ་སེམས་ཆུས་བསྒྲིབས་འོང་དུ་ཅིག་ཕྱིན་པ་ཡིན་ན་སེམས་དེ་ཆུས་བསྒྲིབས་འོང་དུ་ཅིག་ཕྱིན། ཨོ། ཕྱུགས་གཅིག་རང་ཚར་བ་ཡིན་ན། གྲིག་ཚར་བ་ཡིན་ན། ཨོ་ད་དེ་ཡིན་ན་སུ་གཅིག་གིས་སངས་རྒྱས་སྟོང་གི་དམག་བྱུང་ཡང་ཟེར་བ་ནང་བཞིན། ཨོ་ད་སུ་གཅིག་གིས་ན་བྱམས་བྱ་ཡང་ནང་བཞིན་གྱི་དགེ་བའི་བཤེས་གཉེན་གཅིག་ཡོད་ན་ཡང་ད་དེ་འདུལ་བའི་སྐལ་བ་མེད་པ་རེད་དེ། དྭངས་མ་ཟབ་ལ་རྣོ་བ་ཇི་འདྲ་ཅིག་ཡོད་ན་ཡང་ད། ཁོ་རང་གི་སེམས་ལ་ང་ད་རྒྱུས་ཡོད་གང་ཡང། ཚང་མ་ལ་རྒྱུས་ཡོད་རྒྱུས་ཡོད་དེ་ཡང་ཧ་གོ་དེ་ཡང་གོ།

ད་ཆོས་ལུགས་རིགས་ཕན་ཚུན་དུ་བ་ཅིག་དེ་འདྲའི་མང་པོ་ཆོས་བྱེད་ད་དངོས་གནས་སྐྱབས་སུ་འགྲོ་ཚོད་དགེ་འདུན་དཀོན་མཆོག་ཟེར་མཁན་དེ་ད་བརླག་འགྲོ་གི་རེད། དེ་བ་ད་ནང་སུ་ལ་བྱེད་ས་མེད་པ་འདྲ་བོ་ཅིག་ཚང་མ་ཅིག་རང་མེད་པའི་རྒྱུ་མཚན་དུ་བྱས་ནས། རང་ཐུགས་བསམ་སློབ་གཉེར་དང་ཨ་ནི་ཅིག་སྟོབས་སྡོམ་སློབ་སྦྱོང་མང་པོ་དེ་བྱས་ཉམས་ལེན་གནད་ལ་མེ་བསྐལ་བ་ཡིན་ཙང་རང་ལ་རྟོགས་པ་མེད་པའི་རྒྱུ་མཚན་དུ་བྱས་ནས་ཨ་ནི་ཚང་མ་བློ་ལ་བག་ཐུགས་ཆེ་ཆེ་དེ་ནས་མཐོང་ཆུང་གི་བསམ་པ་ཨ་ནི་ཅིག་ཁྱད་གསོད་ཀྱི་བསམ་པ་ཚང་མ་བློ་ལ་ཨ་ནི་ཅིག་ཆགས་སྡང་ཕྱོགས་རིས། བསམ་པ། འོ་དེ་འདྲའི་ཅིག་དངོས་ནས་ད་དེ། ཉེན་ཁ་ཆེན་པོ་བྱུར་བ་རེད་ད་དེ་ཡིན་ན་ང་རང་ཚོ། ད་དངོས་གནས་གོམ་པ་འདི་འདྲའི་ཅིག་བསླིས་པ་དེ་ཁྱེད་རང་ཚོ་བསོད་ནམས་ཀྱི་སྟོབས་ཀྱིས་བྱུང་བ་རེད་གདན་ས་འདི་འདྲའི་ཅིག་ལ། སློབ་སྦྱོང་བྱེད་སའི་དངོས་གནས་ཁུལ་ཡོངས་འདི་འདྲའི་ཅིག་རག་བ་དེ་ས་ས་རང་རང་སོ་སོའི་བསོད་ནམས་ཀྱི་སྟེང་ནས་བྱུང་བ་རེད་འོ་གོམ་པ་དྲན་ཅན་བསླབ་གྲྭ་དྲན་ཅན་འདི་འདྲས་ཀྱི་སྐུ་དྲིན་ནི་སྟེང་ནས་བྱུང་བ་རེད་བསླབ་གྲྭའི་ལས་ཀ་བྱེད་ཉེན་འོ་ཁོ་ན་ཚོའི་དངོས་གནས་ད་ཐུགས་རྗེ་སྐད་དྲིན་ནི་སྟེང་ནས་བྱུང་བ་རེད། ད་གོམ་པ་འདིའི་ནང་གླིང་ཚ་ཐོད་དཀར་ལ་ད་འབྲས་བུ་ག་འདྲས་ཐོབ་དང་མ་ཐོབ་ཟེར་མཁན་དེ་ད་དངོས་གནས་དངུལ་ལ་མ་ཡིན་རང་ལ་རག་ལས་བྱས་པ་རེད་བླ་མའི་བྱིན་རླབས་ཆེ་ཐག་ཆུང་དངུལ་ལ་མ་ཡིན་རང་ལས་རང་ལས་དུ་རང་གིས་ཀུན་སློང་ཀུན་སློང་དེ་ག་འདྲས་ཀྱི་ཁྱི་དང་མ་ཁྱི་དུས་དང་རྣམ་པ་ཀུན་ཏུ་སློབ་སྦྱོང་བྱེད་པ་འདིས་སེམས་རྒྱུད་དེ་ཟུང་འབྲེལ་ཐུབ་དང་མ་ཐུབ་སེམས་ལ་ཨ་ཕན་མ་ཕན་འདྲ་པོ་བལྟས་བྱས་བྱས་ཨོ་ཁ་ཆེ་ཐེག་ཤེས་པའི་དབང་དུ་འགྲོ་གི་འདུག་གས་ཨོ་བྱེད་སློབ་གཉེར་བྱེད་ཀྱི་རེད་ད་རང་གི་སེམས་རྒྱུད་དེ་ཟུང་འབྲེལ། ཁོ་གཉིས་ལ་རག་ལས་པ་རེད་ད་དེ། ཨོ་ད་ཁ་ཆེ་དེས་བཤད་པ་འདྲ་བོ་གོང་དུ་ཞུ་བ་ནང་བཞིན་གོམ་པའི་བསྒྲིགས་བསྒྲིགས་ལམ་འདྲ་བོ་ཅིག་གོམ་པའི་ཅིག། ཅེ། ཅེ་གར་ཟེར་བ་རེད་ལུགས་སྲོལ་འདྲ་བོ་ཅིག་ལམ། ལམ་ལུགས་སྲོལ་འདྲ་བོ་ཅིག་སོ་སོའི་ལས་རིགས་འདྲ་བོ་ཅིག་དེ་འདྲས་འདྲ་བོ་ཅིག་ལ་བརྩིས། བླ་མ་ལས་ནི་ངོ་སྲུང་འདྲ་བོ་ཅིག་དེ་འདྲས་ཅིག་བརྩིས་སློབ་སྦྱོང་བྱེད་ཞུ་ད། ཨོ་ད་གྱོང་འབའ་ཞིག་རེད་དེ། གྱོང་འབའ་ཞིག་རེད་ཨོ་ད། མཐའ་མ་དེ་ལ་ག་རེ་ཡོང་གི་རེད་ཟེར་ན་ཏོག་གི་མགོ་འཁྲིགས་པ་ཅིག་ཡོང་གི་རེད། རྟོག་གེ་མགོ་དྲེགས་པ་ཞིག་ཡོང་གི་རེད། ཆགས་སྡང་ཆགས་སྡང་ཆགས་སྡང་ཕྱོགས་རིགས་ཅན་ཞིག་ཡོང་གི་རེད་ད། ཆགས་སྡང་ཕྱོགས་རིགས་ཅན་ཞིག་ཡོང་གི་རེད། ཨ་ནི་ཡིན་ན་ཡང་རང་གི་སེམས་ལ་སུ་གཅིག་ལ་ཡང་གདམས་ངག་ཟབ་ལ་རྣོ་བ་སུ་ལ་ཡང་དད་པ་མེད་དེ་འགལ་ཅིག། བླ་མ་གྲྭ་བ་དགེ་བའི་བཤེས་གཉེན་སུ་འདྲ་ཅིག་ལ་ཡིན་ནའང་ད་བོད་ཀྱི་ཁྱད་གཟུགས་རྣམ་པ་འདྲ་བོ་ཞིག་ད་དེ་འདྲས་ཀྱི་བྱ་ཡག་ཉེན་ཁ་ཆེན་པོ་བ་རེད་ཏིང་ཙག་ད་ལྟ་ཡིན་ན་རེད་ད་མ་སོང་ན་དཀར་པོ་དཀར་རྐྱང་རེད། དྲི་མས་མ་གོས་པ་ཅིག་རེད་ད། ད་ལྟ་སེམས་འདི་རྐྱང་ལག་མ་འདང་པ་བྱས་བྱས་རིམ་པས་རིམ་པས་ཡག་པོ་ཅིག་ཡོང་བ་བྱེད་པ་ལགས་བྱས་ད་ང་ངོ་ཚོ་ལམ་རིམ་དང་འདོན་ཚོ་དང་ཟུང་འབྲེལ་བྱས་ནས། ག་དུས་ཡིན་ནའང་སློབ་གཉེར་དེ་ཁ་ཕྱི་བལྟས་དུ་མི་འགྲོ་བ་ཅིག་མ་རེད་པས། ཧ་ཅང་གལ་ཆེན་པོ་རེད་དེ་འདྲ་ད། དེ་ནས་འགལ་རྐྱེན་སྣོད་ཀྱི་སྐྱོན་གསུམ་སྤངས་མཐུན་རྐྱེན་འདོད་བཞིའི་དྲུག་བསྟན་ཟེར་འདུག་བ་རང་ལ་ནད་པ་ལྟ་བུ་འདོད་བཞི་ཟེར་ཏེ། རང་ཉིད་ཉིན་མོ་དུག་གསུམ་གྱི་ནད་ཀྱིས་མནར་བས་ཐོག་མ་མེད་པ་ནས་ནད་ཀྱིས་མནར་བས་ཤིན་ཏུ་ནས་ཀྱང་ནད་ཚབས་ཆེན་པོས་མནར་བས་དངོས་གནས་ད་ད་ནད་པ་ཅིག་ཡིན་བསམ་པས་དེའི་འདུས་བྱས་དེ་གྱིས་བྱས་བྱས་བུམ་པའི་ནང་ན་ཡོང་དགོས་རེད་དེའི་འདུས་བྱས་དེ་གྱིས་བྱས་བྱས་ད་སློབ་སྦྱོང་དེ་བྱེད་དགོས་ཀྱི་ཡོད་རེད་བ། ང་ཚོ་སྨན་ཁང་འགྲོ་དུས་ག་ལ་ག་རེའི་འདུས་བྱས་གྱིས་ནས་འགྲོ་རེད་གྱིས་ཟེར་ན་ཁོ་རང་འདུས་བྱས་ག་རེ་ཡོད་རེད་ང་ནད་པ་ཡིན་བསམ་པའི་འདུས་བྱས་དེ་ཡོད་རེད་བ། ནད་པ་ཡིན་བསམ་ནས་སྨན་ཁང་ནང་འགྲོ་ར་བ་དེ་ནང་བཞིན་ཆོས་བྱེད་སའི་ནང་ལ་ཆོས་རའི་ནང་འགྲོ་ཡ་དེ་དཔེ་ཁྲིད་ནང་འགྲོ་ཡ་དེ་གསུང་ཆོས་ནང་འགྲོ་ཡ་དེ་ག་རེའི་བསམ་པ་ཁེལ་བྱས་ང་ནད་པ་ཅིག་ཡིན་བསམ་བྱས་བྱས་ཉོན་མོངས་པའི་ནད་ཀྱིས་མནར་བའི་ནད་པ་ཅིག་ཡིན་བསམ་པའི་བསམ་པ་དེ་ཁེལ་ནས་ཆོས་རའི་ནང་འགྲོ་དགོས་ཀྱི་ཡོད་རེད་བསམ་པ་དེ་ཁེལ་ནས་དཔེ་ཁྲིད་ས་ལ་འགྲོ་དགོས་ཀྱི་ཡོད་བསམ་པ་དེ་ཁེལ་ནས་དགོན་པའི་ནང་ལ་ད་ཡོང་དགོས་ཀྱི་ཡོད་རེད་སྨན་ཁང་ནང་འགྲོ་དུས་འདུ་ཤེས་ག་རེ་ཁེལ་ནས་འགྲོ་རེད།

དམ་པའི་ཆོས་འདི་སྨད་ཀྱི་དུས་ཞིག་བཞག་གོ་རེད། ཨོ་དམ་པའི་ཆོས་འདི་ཨ་ནི་ཁ་བདེ་པོ་བཟོ་ཡ་ད། མཐོང་རྒྱ་ཆེ་རུ་བརྩོན་ཡ་ད་ཐུགས་རྒྱ་ཆེ་རུ་བཏང་ཡ་ད། འདི་མི་མིག་དོག་སྡུག་པོ་བཏང་ཡ་ད་མི་བཟོ་བལྟ་བཟོ་ཡ་ད། མི་ལ་ཁག་པོ་བཟོ་ཡ་གི་དོན་དག་མ་རེད་བ་འདི། རང་སྐྱེ་ཡ་གཞན་ཕམ་ཡ་ཨོ་དེ་འདྲས་གི་ཅིག་ཁོ་ཁེ་སོ་ཁོ་སྐྱེ་སོ་ཟེར་ཡ་དེ་འདྲས་གི། ལག་ཆ་མ་རེད་པ་འདི་འདི་རང་གི་སེམས་རྒྱུད་རང་གི་སེམས་ཀྱི་ནང་གི་རང་རྒྱུད་ལ་ཡུལ་དེ་འགས་ཀྱི་ཉོན་མོངས་པ་འདི་ཡར་གསོ་བར་བྱེད་ཡ་ཉོན་མོངས་པའི་ནད་འདི་ལ་ད་ཕན་པར་བྱེད་ཡ་ཟེར་ན་འདྲ་འོ་དེ་འཇོམས་པར་བྱེད་ཡ་གི་སྨན་ཅིག་འོ་དེ་འདྲའི་དམ་པའི་ཆོས་ལ་སྨན་གྱི་འདུ་ཤེས་ཟེར་གི་འདུག་གས། ཨོ་དམ་པའི་ཆོས་ལ་རང་ཉིད་རང་ཉིད་ལ་དེ་ནི་ནད་པའི་འདུ་ཤེས་དམ་པའི་ཆོས་ལ་སྨན་གྱི་འདུ་ཤེས

ཆུ་དང་ཆུ་མ་ཡིན་པའི་མཚམས་འདྲ་བོ་དེ་ག་ནས་འཛིན་དགོས་རེད་གནའ་དེང་འདྲ་བོ་ག་ནས་བྱེད་དགོས་རེད་ཟེར་དུས་ཉོན་མོངས་པའི་གྲོགས་སུ་འགྲོ་ན་ཉོན་མོངས་པའི་གཉེན་པོར་འགྲོ་ན་ཆོས་རེད་གསུང་བ་རེད་དེ་ཚོ་དང་ག་རང་རྒྱུད་ཀྱི་ཉོན་མོངས་པའི་འོ་འདིའི་གཉེན་པོར་འགྲོ་གི་འདུག་ན་ད་མ་ནིང་གི་སྡོམ་པ་ཡིན་ན་འདྲ་ག་འདོད་ཆགས་བྱེད་པ་ཡིན་ན་འདྲ་དཔེ་ཆ་སྐྱོ་རེ་ཡིན་ན་འདྲ་འོ་དཔེ་ཁྲིད་འགྲོ་བ་ཡིན་ན་འདྲ་རྟགས་གསལ་བཏང་བ་ཡིན་ན་འདྲ་རང་རྒྱུད་ཀྱི་ཉོན་མོངས་པའི་འདི་ལ

སེམས་རྒྱུད་རབ་ཏུ་མི་ཤིས་པར་བྱེད་པའི་བྱེད་ལས་ཅན་གྱི་སེམས་བྱུང་མདོ་མཚོན་རོལ་བ། སེམས་རྒྱུད་རབ་ཏུ་མི་ཤིས་པར་བྱེད་པའི་བྱེད་ལས་ཅན་གྱི་སེམས་བྱུང་ཉོན་མོངས་པ་མདོ་མཚོན་རོལ་བ། འདིའི་སྙིང་པོ་འདྲ་བོ་ཅིག་དང་འདི་མའང་གོ་ཆག་ཞོལ་ཡ་འདྲ་བོ་ཅིག་དང་འདི་ཆུང་ངུ་འདྲ་བོ་ཅིག་ལ། འོ་དེ་ཡི་འགྲོ་ཀུན་དོང་ན་ད་ཆུད་རེ་ས་རེད། དེ་ཆུད་རེ་ས་རེད་བ། འདིའི་སྙིང་པོ་འགྲོ་ཀུན་དོང་ན་ཆུད་རེ་ས་རེད་སེམས་རྒྱུད་ལ་ཕན་ཐོགས་ཀུན་དོང་ན་ཆུད་རེ་ས་རེད་སྒོམ་པའི་ཀློང་ལས་ནས་སེམས་པ་སྐྱིབས་རོ་སྐྱིབས་རེ་སེམས་པ་འཇམ་རོ་འཇམ་རོ་ཅིག་དངོས་གནས་བསམ་རྒྱུ་ཉུང་རོ་ཉུང་རོ། ཨོ། སེམས་དལ་བ་དག་སྣང་ཆེ་རུ་ཆེ་རུ་ཡིད་ཆེས་ཆེ་རུ་ཆེ་རུ། འོ་འདི་འདྲས་ཡོང་གི་འདུག་ན་ད་ཆོས་དེ་སློབ་སྦྱོང་བྱེད་པ་དེ་ད་ང་རང་ཚོ་ལ་ཕན་པ་རེད་ཟེར། ཆོས་སུ་ཆོས་བྱེད་སྟངས་འགྲིག་པ་རེད་ཟེར། ཨོ། དེ་ལས་ལྡོག་སྟེ་གོམ་པའི་ནང་སླེབས་དུས་ཁ་ལ་ཨ་ནི་ཆགས་སྡང་རྨོངས་གསུམ་ཆེ་རུ་ཆེ་རུ་ཆེ་རུ་ཞེན་འགོག་ཆེ་རུ་ཆེ་རུ་ཆོས་ལུགས་ཞེན་འགོག་ཆེ་རུ་ཆེ་རུ། དེ་བཞིན་གྱི་ཅིག་དུ་བ། ཨོ། ད་འཇིམ་པ་བམ་རུ་བམ་རུ། ལྟ་བ་ཁྲག་རུ་ཁྲག་རུ། ཨོ་དེ་འདྲས་རུས་གྱོང་རུ་གྱོང་རུ། ཨོ་དེ་འདྲས་འདྲ་བོ་ཅིག་འགྲོ་བྱ་བ་ཡིན་ན་ད་དངོས་གནས་ཡིན།

ཆོས་ཉམས་སུ་བླངས་པ་དེ་ཉོན་མོངས་པའི་ནད་འདི་ཡ་གསོ་ཡ་བྱེད་དོ། ཉོན་མོངས་པའི་ནད་ཉོན་མོངས་པ་འདི་ལ་ཨ། ཅིག། འདིའི་སྙིང་པོ་ལ་ཨ་འགྲོ་མ་འགྲོ་འདྲ་བོ་ཅིག་དང། སེམས་རྒྱུད་ལ་ཨ་ཕན་མ་ཕན་འདྲ་བོ་ཅིག། རང་གི་སེམས་རྒྱུད་གྱོང་པོ་དེ་མདུན་ཨ་ཐུབ་མ་ཐུབ་འདྲ་བོ་ཅིག་འདི། ད་འདི་ཧ་ཅང་ནས་ཀྱང་གལ་ཆེན་པོ་རེད། ཧ་ཅང་ནས་ཀྱང་དུས་དང་རྣམ་པ་ཀུན་ཏུ་ད་འདི་གལ་ཆེན་པོ་རེད། དེ་བས་ཀྱང་ད་དེ་རིང་ང་རང་ཚོ་བཤད་རྒྱུ་དེ་ལམ་རིམ་རེད། ལམ་རིམ་ཆེན་མོ་ཟེར་དུས་ལམ་རིམ་ཟེར་དུས་སེམས་རིམ་བཞིན་སེམས། འབྱུང་པོ་འདི་སེམས་རང་ལ་ཤོར་བདེ་བ་འདི་ལང་ལ་ཤོར་བ་འདི་བ་དེ་རིམ་པས་རིམ་པས་ད་དུལ་བར་བྱེད་ཡག་གི་ལམ་གྱི་རིམ་པ་ཅིག་རེད་བ་ཅེ་ས་ག་དེ་བས་ཀྱང་ད་འདི་སེམས་ལ་ཨ་ཕན་མ་ཕན་འདྲ་པོ་ཅིག་ད་འདི་ལྟ་རྒྱུ་དེ་ཤིན་ཏུ་ནས་ཀྱང་གལ་ཆེན་པོ་རེད་སེམས་ལ་ནད་འདི་ཉམས་རྫོགས་ནང་པ་ན་ནད་གསོ་བའི་འདུས་ཤེས་དེ་བཞིན་གཤེགས་པ་ལ་སྐྱེས་བུ་དམ་པའི་འདུས་ཤེས་ད་འདི་ལྟ་བུ་ལམ་གྱི་རིམ་པ་སེང་གེའི་སྣ་དྲུག་སྤྱོད་འཇུག་སེང་གེའི་སྣ་འདྲ་བློ་སྦྱོང་ལམ་རིམ་འདི་དག་ཐམས་ཅད་མཐར་གཏུགས་ན་སྟོང་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གསུང་བྱ་བ་ཉག་ཅིག་རེད། སྟོང་པའི་བསྲུང་བྱ་བ་ཅིག་རེད་མ་གཏོགས་སྟོང་པའི་མ་བསྲུང་བ་ཅིག་དེ་མིན་པས་སྔོན་ཆད་མི་སྤྱོད་པ་ཡང་འདི་སྤྱོད་མེད་བས་སོང་བ་ནང་བཞིན་སུ་ལ་བཤད་རྒྱུ་ཡོད་མ་རེད་དེ་ཆོས་ཀྱི་བསྲུང་བྱ་བ་རེད་དེ་ཡིན་ན་ཆོས་ཀྱི་འདི་ལྟ་བུ་ཅིག་དང་ལམ་གྱི་རིམ་པ་ཟེར་མཁན་ཅིག་སྔར་གྱི་གསུང་རབ་ཐམས་ཅད་ཀྱི་སྙིང་བསྡུས་ཐམས་ཅད་ཕྱོགས་གཅིག་ཏུ་བསྒྲིགས་བྱ་བ་ཅིག་བྱུང། དེ་ནས་ལམ་འགྲུལ་ཟིང་གེ་ཆུ་ཐོག་མར་བྱུང་བ་རེད་དེ། ཡིན་ནའང་རྨང་གཞི་དེ་སྟོང་པས་སོང་བྱ་བ་དེ་རང་རེད་མ་གཏོགས་ཅིག་ལ་དེ་ལས་ལོགས་སུ་ཡོད་མ་རེད། དེ་ཡིན་ཙང། སྟོང་པ་ཡང་དག་ང་རང་ཚོ་ཉམས་སུ་ལེན་ཡང་ཆོས་འདི་ཡང་སྟོང་པ་ཡང་དག་པར་རྫོགས་པའི་སངས་རྒྱས་ནས་གསུངས་པ་རེད། སྟོང་པ་ཡང་དག་པར་རྫོགས་པའི་སངས་རྒྱས་དེས་འགྲོ་བ་དོན་གཉེར་རྣམས་ཀྱི་མི་བསླུ་བའི་ཚད་མའི་སྐྱེ་བོ། བླང་དོར་བསྟན་པས། འགྲོ་བ་དོན་གཉེར་མི་བསླུ་བའི་སྐྱེ་བོ་ཉག་གཅིག་རེད་བསམ་པས་དེ་བཞིན་གཤེགས་པ་ལ་སྐྱེས་བུ་དམ་པའི་འདུ་ཤེས། ཨ། ཆོས་ཀྱི་ཚུལ་ལ་རིང་དུ་གནས་པའི་འདུ་ཤེས་སུ་འདི་ལྟ་བུ་དམ་པའི་ཆོས་ཉན་བཤད་བྱེད་པ་ལ་བརྟེན་ནས། ཨ། ཕན་བདེའི་འབྱུང་གནས་རྒྱ་བའི་བསྟན་པ་རིན་པོ་ཆེ་འཇིག་རྟེན་གྱི་ཁམས་འདི་ན་ཨ་ནི་ཡུན་རིང་དུ་གནས་ན་ཅི་མི་རུང་བསམ་པའི་བསམ་པ་བཟང་པོ་ཅིག་གིས་ཨ། བསྟན་པ་སྐྱེ་བར་འགྲོ་བ་བདེ་བ་སེམས་ཅན་ལ་ཨ། བསྟན་པ་སྐྱེ་བར་འགྲོ་བ་བདེ་བ་ཡང་དགོས། འོ། ང་རང་ཚོའི་དགོན་པ་འདི་ཉིད་ཀྱི་ཅིག་ད་བསྟན་པ་དར་ཞིང་རྒྱས་པ། ལྷག་པར་དུ་མདོ་ཧྲིལ་དུ་ཐོན་ན་ལྷ་མཐའ་དྲུག་རང་གི་སེམས་རྒྱུད་འདི་འབྱུང་པོ་འདི་འདུལ་ཨ་ཐུ་མ་ཐུ་འདྲ་པོ་ཅིག་དང་དེ་རིང་ཆོས་འཁོར་ལ་བཞུགས་པ་རེད་དགོན་པ་ལ་བཞུགས་པ་རེད། འདིས་དངོས་གནས་ང་རང་ཚོ་ལ་ད་གོ་སྐབས་དམ་མ་སོང་ན་ན

དངོས་གནས་ད་གོམ་པ་དེ་ག་འདྲ་ཡོང་དང་མ་ཡོང། ད་བར་དུ་གོམ་པ་འདི་དངོས་གནས་སེམས་ཀྱི་སེ་འབྲས་གས་སོང་ཟེར་དུས་ད་དངོས་གནས། ག་བ་ཡིན་ན་ཡང་མདོ་དབུས་ཁམས་གསུམ། འཛོམས་པོ་གླིང་ཟེར་ན་འདྲ་ག་བ་བྱེད་ཀྱི་ཡིན་ན་ད་དངོས་གནས། སྙན་གྲགས་ཆེན་པོ་ཡོད་དེ་འགལ་གྱི་རེད་ད་མ་འོངས་པའི་ཨོ་ད་རེ་བ་རྒྱག་ས་ད་རྣམ་པ་སུ་རེད་དངོས་གནས་ད་ལྟ་ཡིན་ན་གང་ཡོད་པ་འདྲ་བོ་སེམས་ཀྱི་གནས་ནས་དངོས་གནས་འདི་འདྲས་ད་ཚང་མའི་ཐུགས་རྗེའི་སྐད་འཕྲིན་ལ། ཐབས་མཁས་ཐུགས་རྗེ་ཆེ་བའི་སྐད་འཕྲིན་ལ་བརྟེན་ནས་བྱུང་བ་རེད་བ་ད་གསར་གསར་གྱི་གནང་སྤྱོད་དེ་ཧ་ཅང་གལ་ཆེན་པོ་རེད་ཚང་མས་དངོས་གནས་དང་པོ་ཉིད་ནས་སྐྱག་ལངས་མ་གཏང་བ་བྱས་དང་པོ་ཉིད་ནས་སེམས་འདྲ་པོ་དེ་ལངས་འོང་དུ་མ་འགྲོ་བ་བྱས་བྱས་སློབ་འཁྱོར་རྐྱང་པས་ཕན་ཐོག་ཡོད་མ་རེད་མཐོང་རྒྱ་ཆེ་ཙམ་ཐུགས་རྒྱ་ཆེ་ཙམ་བྱས་ན་དཔེ་འདྲི་དེ་མིང་རག་ན་ཕན་ཕན་ག་ཐོག་གི་མ་རེད་དཔེ་འདྲི་དེ་མིང་རག་ན་དམྱལ་བ་ལ་འགྲོ་མགོ་ཡོང་གི་མ་རེད་ཤི་མོ་བ་ཡོང་གི་མ་རེད་གས་ཡོང་གི་མ་རེད་སེམས་ལ་ཕན་པ་ཅིག་མ་བྱུང་ན